ས་གྲ་ནང་གི་བོད་སེང་སེང་གནང་མཁན་གྱི་རྣམ་པ་ལེན་རྒྱུ་ཚང་མ་ལས་མཚམས་རེ་ཤོར་བ་དང་འདྲ། དེ་རིང་ཧོར་སྡེ་བརྒྱུད་ཤན་པ་རྨེ་རུ་རྩེ་གི་མཁར་མཛོ་མོ་རོ་རྫོང་ཟེར་བ་དེ། བོད་ཆེན་པོའི་ཤར་ལྷོ་ནུབ་བྱང་ས་ཕྱོགས་གང་དུ་ཡོད་མེད་ས་གྲ་གང་ལ་ནས་ངོ་སྤྲོད་མདོར་བསྡུས་ཀྱིས་ཞུ་ཡ་ཡིན། ཐོག་མར་བོད་ཀྱི་རྒྱལ་ས་ལྷ་ས་ཀྱི་ཕོ་བྲང་སྤོ་ད་ལ་ལ་ཡར་སྣེ་ཞིག་པའི། མང་ནས་དེ་དག་ནི་ཀ་རིང་ཡུལ་ཚོ་ལ་གཏོགས་ཀྱི་ཡོད། དེ་ལས་འབྲོག་ཡ་ལ་ལང་ཀ་སོང་ཡོད་པའི་ནང་ལོགས་ནས་བྱང་ཐང་ནས་མ་ཕྱིན་པ་ཡིན་ན་ཀི་ལོ་མེ་ཏར་གཅིག་སྟོང་དགུ་བརྒྱ་གཉིས་སྟོང་མ་ཟིག་ཙམ་གྱི་འདུག་མོ་དྲ་ཁྱོད་ཚོའི་སུམ་ཅུ་སོ་བདུན་ཟིན་ཡོང་དུས་ད་ནག་ཁྱུང་ནས་གདང་ལ་ནས་སྐྱེས་ནས་བྱང་ཐང་ནས་མ་འགྲོ་དགོས་གི་འདུག།

ད་ཁག་པོ་ཡིན་རྒྱུ་རེད། ཀི་ལོ་མི་ཀྲི་རྟ་པ་བརྒྱད་སུམ་སྟོང་ལྷག་ཚད་ཀྱི་མོ་ཀྲ་ཆུ་ཚོད་ལྔ་བཅུ་ཡས་མས་དེ་འདྲས་ཀྱི་འགྲོ་དགོས་ཀྱི་རེད། ད་འདིའི་ནང་ལོགས་ནས་ས་ཡི་མཚམས་དག་གཙོ་བོ་འདྲ་བོ་མཚོ་སྔོན་པོ་དེ་འདི་ཤར་བསྡད་ཡོད་པ་ཡིན་ཙང། དེ་གིས་ད་ཞོག་ཞོག་ཅིག་ཧ་གོ་འགྲོ་གི་རེད་བསམ་གྱི་འདུག། དེ་ནས་ཐད་ཀར་ས་ར་འདི་ལས་བཟི་བ་ཡིན་ན་ད་ལྟ་མཁར་ཡོད་ས་དེ་འདི་རེད་འདི་ཤག་ད་འདི་ད་འདི་ཆ་ལས་མཚོ་ལྷོ་ཁུལ་གྱི་ནང་ལོགས་ནས་ཁྲི་ཀ་རྫོང་ཡོད་རེད་བ་ཁྲི་ཀ་རྫོང་གི་ཁོངས་གཏོགས་འདི་དབྱིན་ཇིའི་ནང་ལོགས་ལས་ཀ་རིང་ཤང་ཟེར་གྱི་ཤར་བསྡད་གི་འདུག་བ། བཀའ་རིང་ཡོད་ཚོ་ཟེར་ད་ང་ཚོ་བོད་སྐད་ནང་དེང་སང་དེ་ལབ་གི་འདུག་བ་ད་དེ་གི་སྟེང་ལན་འདྲ་བ་ཞིག་ཆགས་གི་མེད་འགྲོ། གྲོང་ཚོ་དེ་གི་ནུབ་ཕྱོགས་ཆུ་བོ་ཕག་རོལ་གི་ཐང་དེ་གི་སྟེང་ལས་ཆ་འདི་ཤག་ས་དྲ་དེ་ཡ་ཁྱེར་བཏང་བ་ཡིན་ན་འདི་རེད་གྲོང་ཚོ་དེ་འདི་འདུག་བ། ད་ཤན་པའི་མཛོ་མོ་རོ་རྫོང་གི་མཁར་ཤུལ་ཡིན་ཟེར་མཁན་མཁར་ཤུལ་དེ་འདི་རེད་ཤག། ད་ཡུལ་དངོས་ཀྱི་པར་རིས་དང་མཐོང་ཡ་མི་འདུག་སྟེ། ལྷོ་ནས་བྱང་ལ་མ་འཇལ་བ་ཡིན་ན་མི་གྲངས་ཉིས་བརྒྱ་བདུན་ཅུ་དོན་བདུན་ལྷག་ཙི་ཅི་ཤག་གདོ་བ། ནུབ་ནས་ཤར་དུ་ཚུར་འཇལ་བ་ཡིན་ན་མི་གྲངས་བརྒྱ་དང་ཉེར་བཞི་རྩ་སྐྱི་རྩ་གཉིས་བཅིངས། ད་འདི་སྒོ་སྒོར་ནང་ལོགས་ནས་མི་གྲངས་བརྒྱད་བརྒལ་བ་དེ་རེད་ད། དེ་བྱེད་དུས་འདི་མཁའ་ཤོད་དེ་དཔེ་ཆེན་པོ་ཆགས་ཡོད་རེད། ད་འདི་ད་ད་མཁའ་གི་ལྕགས་རི་དེ་བྱེད་དུས་ནང་ལོགས་དེ་ཞིང་ཁ་བཟོས་ཀྱིན་འདུག་མ་གཏོགས་ད་ནང་ལོགས་དེ་ལས་ཕོ་བྲང་དང་ཚོམས་ཆེན་དང་ད་འདི་འདྲ་གི་ཕ་རྒྱལ་གྲོང་ཁྱེར་བཅས་གིས་ད་ཡང་ན་ལས་ཧུང་ཆེན་པོ་གཅིག།

ད་ལྟའི་ལབ་གསོ་བྱས་ཡོད་པ་དེ་དངོས་ཡོད་ཀྱི་གནས་ཚུལ་རེད་ལྷག་པར་དུ་ཡུལ་མི་རང་གི་ཆེས་ཕ་ཚེ་བུ་རན་ནི་མ་ང་ལ་བརྒྱུད་དེ་ཁྱེད་ལས་ད་ལྟའི་ཧོར་ཤན་པ་གི་ཁར་མཛོ་མོ་རོགས་རྫོང་ཟེར་ཡོད་དེ་རེད་ཟེར་ནས་ལབ་ཀྱི་རེད་ཟེར་ད་ལྟའི་ཆ་ལ་ཡང་མང་ཆེ་བ་གཅིག་གིས་མཛོ་མོ་རོགས་རྫོང་ཟེར་ཡོད་དང་ཡང་ཁ་ཤས་ཀྱིས་ཀ་རིང་སྣ་ཤོར་ཟེར་འོ་དོ་ཟེར་ལབ་ཀྱི་རེད་ཟེར་གསུང་གི་འདུག་བ། དེ་ཡིན་དུས་གཙོ་བོ་ངས་ཁ་ཤོ་དེ་ངོ་སྤྲོད་དཀའ་བ་ཡོད་མེད་ངོ་སྤྲོད་ཞུ་ཡག་གི་ཆེད་དུ་བཏང་ནི་ཧོར་ཤན་པ་གི་རེད་ཟེར་དེ་ཡང་གོ། ལབ་སྲོལ་གྱི་ཡོད་དེ་བ་གང་ཞིག་ལས་མཚམས་མཚམས་འདྲ་བོ་བྱས་ནས་ནི་སྤྲོ་བོ་འདྲ་ཡོང་ཡག་གི་ཆེད་དུ་ངས་དེ་ལག་བཞར་བ་ཡིན། འོ་འདི་ཅེས་ཟེར་བ་ཡིན་ན། ཤན་པའི་མཁར་ཡོད་ས་དེ་འདི་རེད་བ། དེ་ནས་ཤན་པ་གི་མཁར་ཡོད་ས་དེ་ཕོ་ལོང་རྡོ་རྗེ་བྲག་སྟེང་ཟེར་ནས་ལབ་ཡོད་རེད་བ། ཕོ་ལོང་བསད་ཡོང་དུས་ད་འདི་ནས་ཡར་ལུང་པ་གི་ཕུ་ལ་ཡར་འགྲོ་དགོས་འདུག་བ། འདི་རྨ་ཆུ་རེད་རྨ་ཆུ་དུས་ཀྱི་ནི་མ་ཤར་ལི་ཟེར་གི་མ་རེད་ད་བྱང་ཤར་ཟེར་ཤོག་ན་གར་ཟེར་ཤོག་ན་འདི་བ་རང་ནི་དུས་ཀྱི་ཕ་གུ་ཡོད་རེད་བ། དམག་ཕྱུག་རྒན་ནི་ཕར་འགྲོ་ཡོང་དུས་ད་འགྲོ་ས་གི་ལང་ཀ་ལྟེ་བ་འདྲ་བ་གཅིག་ད་འདི་ཆགས་ལས་འདི་ཆགས་འདུག་བ། ཨ་འདི་ནས་ལུང་པའི་ཕོ་ལ་ཡར་འགྲོ་དགོས་པ་ཡིན་ཙ་ཕོ་ལོང། ལུང་པའི་ཕོ་གི་ལུང་པ། ཨ་རྡོ་རྗེ་བྲག་སྟེང་བསད་ཡོང་དུས། ཨ་གོང་དུ་ཁོ་རང་ཡོད་ས་གི་ས་ཆ་དེ་ལས་སྟེ་ཡ་ཡིན་ན་རྩ་བའི་ས་ཆ་དེ་གཅིག་ད་བྱེ་མ་དང་བྲག་རྡོ་དེ་འདྲ་གི་སྟེང་ལ་ཆགས་བསྡད་པ་འདྲ་བ་གཅིག་ཁོ་ས་གི་ཤེས་ཀྱི་ཡོད་རུང་བ་དེ་ཡིན། བདུད་རྡོ་རྗེ་བྲག་སྟེང་སྲིད་ན་བ་རྗེ་འབྲེག་བདེ་བའི་སྲོག་ནི་ཅི་འདུལ་བ། ཤིང་ནགས་ཀྱི་སེང་ལ་ནི་རས་མི་འདུག་སྤང་ལྗོངས་ཀྱི་སྟེང་ལ་ནི་རས་མི་འདུག་ད་འདི་འདྲ་བ་ལས། རྡོ་རྗེ་བྲག་སྟེང་སྲིད་ན་གང་བལྟས་བསླབ། ཆོས་ཡ་འདྲ་བ་ཅི་བྱ་འདི་འདུལ་བ། ད་ཤན་པའི་མཁར་དེ་འདི་ཡིན་ན་ནི་ཧོར་ཡུལ་དེ་ད་འདི་བ་ཅི་རེད་བས་ཟེར་ཡོང་དུས། ད་དེ་ལས་སྒྲུང་རྙིང་རྒན་པོ་དེ་འདྲ་ཤེས་ཡོད་འདུག་ཧོར་ཡུལ་དེ་འདི། ཟི་ལིང་འདི་འདུལ་བ།

ཨ་ནི་ཡིད་ལེང་འདི་ཟི་ལེང་བྱ་བ་རེད། ཟ་དང་ཤ་གཉིས་དང་སྒྲ་གདངས་གཅིག་པ་ཡོང་ནས་དེ་གཉིས་རེས་མོས་ཀྱི་ལབ་སྲོལ་ཡོད་རེད་ཟེར་ངས་སྔོན་མ་ད་ལེ་ཚན་ག་རིང་ནས་གཅིག་ནང་ཞུས་ཡོད་བ། ང་ཚོ་ལོ་རྒྱུས་མང་ཆེ་བ་ནང་ལ་ཡར་གྱི་ས་མཚམས་ནི་སྟག་གཟིག་ཟེར་ནས་བྲིས་བཞག་ཡོད་རེད། ཨ་ནི་ཁ་ཤས་ནང་ལོགས་ལ་སྟག་ཞིག་ཟེར་ནས་བྲིས་བཞག་ཡོད་རེད། ཤ་དང་ཟ་གཉིས་དེ་རེས་མོས་བྱས་ནས་སྒྲ་ཡོང་བསྡད་ཡོད་ཀི་དཔེ་མཚོན་དེ་འདྲ་མང་པོ་ཡོད་རེད།

ངོ་གཉིས་པ་དེ་ང་ཚོ་བོད་ཀྱི་ལུང་པ་ཁ་ཤས་ཀྱི་ནང་ལོགས་ལས། ཞྭ་ལས། དང་པོ་ཁོ་རང་ནས་གཞའ་ཟེར་ནས་སྔོན་འཇུག་ག་དང་བ། ཡོལ་བས་ཀྱི་གདངས་བཟང་འདྲ་ཆེ་བློ་བུ་ཡོལ་བ། དེ་ཡིན་ན་སྔོན་འཇུག་བ་ཡོད་མེད་ལས་མ་བལྟོས་པར་ཞྭ་གས་གུ་ཞེས་ལ་ཡང་ནི་གཞི་ཆགས་འགྲོ་བར་བ། ད་ནང་ང་ཚོ་ལོ་སར་དང་འདི་འདྲའི་སྐད་ཆ་བཤད་ཡོང་དུས། སྐར་མའི་སུམ་ཅུ་ནང་གི་ས་དེ་ལས་དང་པོ་ཁོ་རང་ནི་ས་ཟེར་ནས་སྔོན་འཇུག་ག་དང་དེ་འདྲའི་ཡང་ན་འདོགས་ཅན་ར་ཏག་ཡོད་བས་གི་གདངས་འདྲ་བ་ཅན་ལུང་པ་ཁ་ཤས་འདི་ཀློག་ཡོད་རེད་བ། དེ་ཀློག་ཡོང་དུས་ནི་སྔོན་འཇུག་ག་བརྒྱབ་ན་འདྲ་མ་བརྒྱབ་ན་འདྲ་ནི་གསར་ཆགས་འདྲ་བོ་ཡོད་རེད། ནི་ག་ཟེར་དེ་ལས་འོག་ལ་ར་ཏག་འདྲ་བ་ཅིག་བཀྱག་དགོས་ན་དེ་ནི་ཀྲོང་ཆགས་འདྲ་གི་ཡོད་རེད། ས་སློང་མཁན་དེ་ཚོ་གི་ར་ལྟ་དང་བྱམས་མཆོད་རྒྱག་བ་ཡིན་ན་སོང་ཆགས་དགོས་པ། དང་པོ་ཁོ་རང་ནི་ས་ལ་ར་ལྟ་བ་ནང་བཞིན་གྱི་ས་སློང་མཁན་ཡིན་ན་ཡང་བསྐྱར་དེ་ལ་ར་ལྟ་བཏབ་ཡོང་དུས་དེ་ནི་སྐྲག་དང་བཀྲོངས་དང་བཀྲོངས་ཚད་སྒམ་པོ་དང་བཀྲོངས་བ་དང་འདི་འདྲ་ཆགས་འགྲོ་གི་འདུག་བ། ད་གཙོ་ཁོ་ངའི་ལྟ་ན་འདི་ཞུ་གི་མིན། ཨ་ནི་ཐང་ཆེན་པོ་ཡོད་པ་དེ་ལ་ལུང་པ་འདྲ་བོ་ཡི་གེ་འདུས་འདུས་ཡོད་པ། ཨ་ནི་མདོག་གི་ཆ་ནས་ཅི་མ་ཤིག་ཤིག་ཡོད་པ་དེ་འདྲ་ཡིན་ཙང་ཨ་ནི་ཐང་དམར་པོ་ཟེར་ཡ་དང་ཨ་ནི་ཐང་བ་གྲུ་བཞི་ཟེར་ཡ། ཨ་ནི་གཞི་རིང་གོང་མ་ཟེར་ཡ་དེ་ཚོ་དེ་རྡོ་ཟེར་རེད་ཟེར་ནས། ཨ་ནི་རྒྱ་ཁྱོན་ཆེན་པོ་ཡོད་པའི་ཆ་ནས་ཨ་ཆེན་ཟེར་བ།

དེ་ནས་རི་འདི་ལས་ཙོང་ཁའི་ཤེལ་རི་བསད་དེ་རེད་ཟེར་ནས་ངོས་འཛིན་བྱེད་ཀྱི་འདུག་ད་ལྟའི་རི་རྒྱུད་འདི་ཙོང་ཁ་ཤེལ་རི་གི་རི་རྒྱུད་རེད་ཟེར། དེ་ནས་རི་འདི་ཁྲི་ཀ་རྫོང་ཁོངས་གཏོགས་ཀྱི་རི་མཐོ་ཤོས་དེ་ཡིན་པའི་བཟོ་ནས་འདུག་ད་དེ་ལས་རྫ་དཀར་རི་རྒན་ཡིན་ནི་ཅེས་ཟེར་གྱི་འདུག་དེ་ནས་ཧོ་ཤན་པ་གི་སྐྱོང་ལ་ཚ་ཚེ་ཟེར་གཅིག་པར་རེད་ཟེར་གཅིག་སྔོན་མ་ང་མི་གཅིག་གཅིག་བཏང་སོང། རིབ་དམར་པོ་རྩེད་སྐྱེས་རྒྱག་བའི་གི་བཟོ་ལྟ་འདྲ་ཡོད་བའི་གི་པར་ཞིག་འདུག་དེ་ག་རེད་ཟེར་ཡོང་དུས། ཧོང་ལན་གྲོ་སྐལ་བའི་ཤན་པ་གིས། ད་གླེང་ལས་སྡུག་པོ་བཏང་ཡོད་རེད་བ། སྡུག་པོ་ཟེར་ན་མི་འདུག་ད་གང་འདི་རེད། གལ་སྲིད་གི་སྤུན་རྒྱག་གཉིས་ཀ་རྒྱ་ཚ་དང་རོང་ཚ་གཉིས་ཀ་ཤན་པའི་སེར་བ་རེད་བ། ཨ་དེ་འདྲས་ཀྱི་ཐོག་ནས། ཤན་པ་ཁོ་རང་བཙོང་ཁང་དུ་ཅོག་ཁོ་རང་གི་བླ་རུ་ཅོག་ལ་ཚ་ཚིག་གི་སྐད་དེ་སྐྱེས་ནས་བཞག་ཡོད་པ་རེད་ཟེར་ནས། རྡོ་སེ་འདྲེ་ཞེས་རྒྱག་གིན་འདུག་བ། ད་ལྟ་ངས་པར་དུ་རག་མ་སོང་དེ་ཡིན་དུས། གང་དེའི་ཕྱོགས་ལ་ཡོད་མེད་དེ་ཞིབ་ཕྲ་གོ་མ་སོང་དེ་གང་ལྟར་དེའི་གི་ཐ་སྙད་གསར་དུ་བ་ཅི་ལ་ཡོད་པའི་སྐད་ཆ་བཤད་ཀྱི་འདུག། ཁྱེད་རང་གླིང་སྒྲུང། ནང་ལོགས་ལ་ཧོར་གླིང་འཁྲུག་པའི་སྐབས་སུ་དེ་ནི་ཤན་པ་གའི་གླིང་ལས་མ་འཛེངས་ཟེར་ནས་ཞི་བ་བཀག་འདུག་དགོས་ཡག་གི་རྒྱུ་མཚན་ག་རེ་ཟེར་ན་ད་ཧོར་གླིང་གི་འཁྲུག་བ་ཡིན་ན་ནི་ཧོར་གི་དམག་མང་ཆེ་བ་དེ་ད་འདི་ནས་ཚུར་ཡོང་དགོས་རེད་བ། ད་ད་ལྟ་ཧོར་གི་རྒྱལ་ས་དེ་འདི་བྱེད་ཡོང་དུས་དེ་ནི་ཧོར་སྡེ་དམག་ནག་བཅོ་ལྔས་བསད་ཀྱི་ཡོད་ལེ་རེད་ད་ཤན་པ་གི་སྡེ་ཕ་མ་རྩིས་པས་ཧོར་གི་སྐུར་གུ་ནག་གུ་སེར་གསུམ། མགར་བ་ཉག་རྗེའི་ཀུན་དགའ་དྲུག། ར་བ་ཐང་བ་འབུམ་པ། སྒོ་ཁྲའོ་ཁྲག་ཤུགས་ལྡན་པ་བཅས་ཧོ་དེ་དམག་ནག་བཅོ་ལྔས་བསད་གི་ཡོད་རོ། ཧོ་དེ་གི་དམག་དེ་ཚོ་དེ་ད་འདི་ནས་ཚུར་གླེང་ལ་ཡོང་དགོས་ན། ད་ཤན་པ་གི་ཕ་ཡུལ་ཟེར་ན་མི་འདུག་ད་ཤན་པ་ལས་འདི་གི་ཕྱོགས་ལ་སྡེ་མང་པོ་ཞུགས་ཡོད་རོ། ཧོ་དེ་ཚོ་ལས་ད་བརྡབ་བསིག་མང་པོ་བྱེད་ཕོག་ཡག་གི་དེ་འདྲས་ཡོད་པ་ཡིན་ཙང་ད་དམག་ལང་ཁིས་ན་ག་བ་ཡིན་ན་བརྡབ་བསིག་ཕོག་གི་ཡོད་རོ། ནི་གླིང་གི་ཕ་རྟ་དབང་ཡིན་ན་ཡང་ནི་གཡུལ་ས་དེ་ཁོག་ས་ཆ་ལ་འཁེལ་ཡོང་གི་ཡོད་པ་ཡིན་ཙང་ཤན་པ་ཀའི་ཧོར་གླིང་འཁྲུག་ཡ་ལས་དགག་བྱ་བྱེད་དགོས་ཡག་གི་རྒྱུ་མཚན་དེ་རེད་ཟེར་ནས་ད་དེང་སང་གི་ཆབ་སྲིད་རིག་པ་གི་འགྲོ་སྟངས་འདྲ་བ་དེ་འདྲའི་སྒྲོམ་འདྲ་ནང་ནང་རིགས་དེ་འདྲའི་མང་པོ་ཤེས་ཡ་འདུག་བ། ཧོ་འདི་ཇེ་ཟེར་ཤོས་འདུག།

དེ་ནས་ཨོ་ལན་འཁྲུ་བའི་སྐབས་སུ་རྨ་ཆུ་དེ་ཞི་བ་དོན་དངོས་ཡོད་རེད་བ། གཞན་དག་བོད་ཀྱི་ཆུ་དེ་ཚོ་ཞི་བ་དོན་དངོས་ཡོད་མ་རེད། ཆུ་གི་ནང་ན་རྨ་ཆུ་རག་གི་ནང་ན་རྨ་བྱའི་སྤང་ར། ད་རྨ་ཆུ་དེ་རབ་བསྐྱབས་ནས་ད་ཕར་འགྲོ་གི་ཡོད་བ་ད་ཚོས་ཧོར་གི་རྨ་གྲངས་ཡོང་གི་ཡོད་བའི་སྐོར་དེ་བཤད་གི་ཡོད་རེད་ཧོར་རྨ་ཚོ་ཡོང་དུས་ཨེ་ནི་རྨ་ཆུ་ནས་བཀག་དགོས་རེད་ཟེར་ཏེ་རྨ་ཆུ་དེ་ལ་རབ་གསོ་གསུམ་ཡོད་རེད་ཟེར་ནས་རབ་གསོ་རེ་རེ་ལ་དེ་བཀག་ཉན་གྱི་མི་བཞག་ནས་སྒོ་ཕྱེ་བཏབ་ནས་གླིང་གི་དཔའ་ཐུལ་འདི་གིས་ནི་ཧོར་གྱི་བ་དོ་འདི་དང་འཛིང་དགོས་ཡོད་སྲིད་གཞན་དག་ལ་ཡོང་ན་ཡ་བྱེད་དགོས་མ་རེད་ཟེར་བའི་བཟོ་འདྲ་ཧོར་གྱིས་ནི་མི་རྒོད་དང་ས་རྒོད་མང་པོ་ཞིག་བསྐྱབས་ནས་ད་སྲིད་དཔོན་གློག་བརྙན་ཤོར་རེད་ཟེར་གྱི་ཡོད་རེད་དེ་ཚ་གླིང་གི་དམག་ཆོས་ཀྱི་རབས་སོགས་དཀར་ཟག་གི་དམག་ཆོས་དེ་སྡོད་སུ་ཆགས་བསྡད་ཡོད་རེད་སྲིད་ད་འདི་ནས་ཚུར་འཛུལ་བ་ཡིན་ན་གླིང་ཚང་གི་ལྟེ་བ་ལ་སླེབས་ཡོང་གི་ཡོད་རེད་བ་འདི་བཀག་བསྡད་ཡོད་རེད་སྲིད།

ད་ནོར་ནི་ཤར་ལ་བབས་ཟེར་གི་མ་རེད་དེ་གི་སྨྲ་ཁ་ཆོད་དུ་རེད། ཨ་དེ་ད་གླེང་གི་སྒྲོང་དེ་ཚོ་དང་རྒྱ་ནི་འདྲ་འདྲ་འདྲིས་རེད་ལོ་རྒྱུས་དང་རྒྱ་ནི་ཤེས་གི་ཡོད་མ་རེད་ད་གླེང་གི་སྒྲོང་གི་ནང་ལོག་གི་བཤད་སྟངས་དང་རྒྱ་ནི་ཨ་དེ་ཟི་ད་ཅེ་ང་ཚོ་བག་འགོག་སའི་ཆོས་ར་ཕ་ཡུལ་གི་མི། རྡོ་སོལ་འདྲ་བོ་ཤེས་ཡག་འདུག་ད་དེ་ཚོ་དེ་ངའི་དགའ་ཚ་བ་དགོ་རང་ཡིན། གཙོ་བོ་དེ་ད་ལྟ་ད་ལྟའི་མཁའ་ཤོད་དུ་ཡང་ཁོ་ཡ་མཚན་སྐྱེས་འདུག་ཨ་ནེ་ང་ཚོ་བོད་ནང་ལོག་དང་ལྷག་པར་དུ་མདོ་ཁམས་ཕྱོགས་ཀྱི་མཁར་ཤོད་རྙིང་པ་དེ་ཚོ་དེ་ཞིབ་འཇུག་ཡང་དག་པ་བྱེད་དགོས་ཡོད་དེ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། དེ་མ་སྐྱེལ་བར་བྱས་ནས་ཅི་ཁ་ཤོས་ཡོད་ཚད་དེ་གླེང་གལ་སེ་དང་གསོན་འབྲོང་མོ་དང་དེ་ཚོ་གི་ཅི་བྱེད་རེད་ཟེར་ལབ་ཡོད་པ་ཡིན་ན་ཡང་ང་ཚོ་གི་ལོ་རྒྱུས་དངོས་གནས་དེ་རྩ་ལག་འགྲོ་ཡག་དང་དེ་གི་སྒྲིབ་འགྲོ་ཡག་དང་གཏོར་བརླག་བཏང་ཡག་གི་ཉེན་ཁ་ཡོད་རེད་བ། ངས་མཚམས་རྩ་རྩེ་མོ་བརྩེགས་ཡོད། ཕ་ཡུལ་དུ་བ་ནི་ཅེས་རྫོང་འདྲ་གཅིག་དེ་ཅིག་བལྟས་ཚོད་ཡོད་ནི་གླེན་གེ་སེར་གི་རེད་གླེན་གེ་སེར་གི་རེད་ཟེར་གྱི་ཡོད་རེད་བ། དེ་ཡིན་དུས་གླེན་གེ་སེར་གི་ནི་མཁར་གནམ་ལ་ཐུག་བསྡད་པ་གཅིག་ལས་ནི་བོད་བཙན་པོའི་སྐབས་ཀྱི་རྒྱ་བོད་རྒྱ་ཕྲེང་བློན་པོ་གཅིག་གི་སྡེ་རྒྱལ་གྱི་སྤོ་ཐོག་གཅིག་རིན་ཐང་ཆེ་ཡ་ཡོད་རེད་ཟེར་བྱས་ཙང་དེ་ཡིན་དུས་ཚང་མ་དེ་གླེན་གེ་སེར་གི་རེད་ཟེར་ལབ་མ་ཤར་མ་གཏོགས་མང་དྲགས་ན་རིན་ཐང་གང་ཡང་ཡོད་མ་རེད་ཟེར། ཨ་ནི་ང་ཚོག་གི་ལོ་རྒྱུས་དངོས་ལ་ཡང་དེ་གི་འགྲེམས་འགྲོ་ཡག་གི་ཉེན་ཁ་ཡོད་རེད། ང་ཚོ་དཀོན་མཆོག་དང་རིན་ཆེན་ཟེར་ཡ་དེ་ག་རེད་ཟེར་ན། ག་ཚེན་ན་དཀོན་དགོས་ན་དེ་རིན་ཐང་ལེའུ་ཡོད་རེད་མ་གཏོགས་ཨ་ནི་འབེལ་བོ་ཞེ་བོ་གཅིག་ཡོད་བ་ཡིན་ན་རིན་ཐང་ཡོད་མ་རེད་བ། ང་ཚོས་གསལ་གསལ་བརྗོད་རེད་བ་དེ་རྡོག་ལས་མང་བ། ཨ་ནི་གཟི་དང་ཞོ་རུ་སའི་ཇོ་རུ་བ། འདི་ཚོ་དང་ཐལ་ལ་ལས་མང་བ་ཡོད་པ་ཡིན་ན་ང་ཚོའི་རིན་ཐང་གང་ཡང་ཡོད་མ་གད་སྙིགས་རེད། ཁང་པ་ནང་ལོགས་ལས་ཡ་རེ་རེ་ཡོང་གི་འདུག་ན་མ་གད་རྒྱབ་ཡ་རེ་མ་ཐུག་གི་རིན་ཐང་ཡོད་མ་རུ་བ། ཁྱེད་ཚང་གད་སྲིག་གི་དེ་མང་ཐག་ཆོད་བ་ཡིན་ན་ཡང་གད་ཡ་གི་མ་རེད། དེ་ཡིན་དུས་ཚང་མ་དེ་གད་སྲིག་གི་རེད་ལབ་མ་བཞག་ཨེ་དེ་ག་ནང་གི་ཧོར་ཟླ་ཁྱི་དེ་རེད་ལབ་མ་བཞག་ཨ་སི། དེ་ལྟར་ངས་ད་ལྟ་དེ་ཡང་ཧོར་ཤན་པ་ཀའི་ཡིན་མིན་ལ་མ་ལྟོས་པར་དེ་མཁར་རྙིང་པ་ཅིག་ཡིན་དུས། དེ་ཀོ་ཡང་གནད་འགག་འདྲ་བོ་ཅིག་འདུག་བསམ་ནས་ནི་དེ་ངོ་སྤྲོད་ཅིག་ཞུས་པ་ཡིན་དེ་གཞན་ཞུས་ཡ་ས་སྐད་མི་འདུག་ཚང་མ་ལ་བཀྲ་ཤིས་བདེ་ལེགས།